བཏང་ན་ཞག་འདི་དང་འབྲེལ་བའི་ཐོག་ལ་ཡག་ཉེས་སྐད་ཆ་ཞིག་ཡིན། ད་རྩ་བའི་ཆ་ནས་ད་ལྟའི་གནས་ཚུལ་དུ་ཐོག་ལ་ཡག་སྤྱི་ཚོགས་ནང་ལོགས་ལ་ད་མི་མང་མང་པོ་ཞུ་ཅིག་ལ་ཡག་འདི་སེམས་ཚོར་སྤྲོ་བོ་ཅིག་བྱུང་བསྡད་པ་གསལ་པོ་རེད་ཤག་ཨ་ནི། ང་ང་རང་འདི་ག་ལ་ལམ་སང་ཅིག་དོ་སྣང་བྱེད་ཀྱི་དུས་ཚོད་སྤྲོ་བོ་ཅིག་འགྲིག་མ་སོང་ཡིན་པ་ནི་ད་ཉི་མ་འདས་པའི་ཉི་མ་གཉིས་ནང་ལོགས་ལ་ཡག་སྤྱི་ཚོགས་ར་ཤི་དོག་སྟོགས་སྟོགས་ལྟ་ཡག་བྱུང་བསྡད་དེ་ནས་མི་མང་པོ་ཞུ་ཅིག་འདི་དང་འབྲེལ་བའི་ཐོག་ལ་ཡག་དྲ་ཐོག་ལ་ཡང་ཡི་གེ་བྲིས་ཡས་རེད་ད། འདི་གནས་སྟངས་འདི་ཏག་ཏག་བསྡད་མེད་པའི་ཐོག་ལ་ཡང་ཡི་གེ་བྲིས་ངས་ག་ལ་གང་འཚམ་མཐོང་སོང། ད་ག་ནས་བཤད་ཡང། སྤྱི་ཚོགས་གླེང་སྟེགས་འདྲ་བོ་དེ་འདྲའི་ནང་ལ་ཡང་སྐད་ཆ་བཤད་བཞག་རྒྱུ་དེ་འདྲའི་དྲ་ཁམས་འདྲ་བོ་དེ་འདྲའི་དེ་འདྲའི་ངས་ཕལ་ཆེར་ཅི་ངེས་ཅི་ངེས་མཐོང་སོང་དེ་འདྲའི་ཕལ་ཆེར་ལྟ་མཁན་བྱུང་ཟེར་བ།

བཅའ་ཁྲིམས་ལ་གཞི་གཅིག་སྤྱོད་ཨང་དེ་ནས་ཡོད་དུ་སྒྲིག་གཞི་དེ་གའི་ཆ་ཚང་གཅིག་སྟེ་ག་ལ་ཁོ་ཚོས་དེའི་ནང་ལོགས་ལ་ཡང་སྒྲིག་གཞི་དོན་ཚན་མང་པོ་ཞིག་དྲངས་འདུག་ཨ་ད་དེ་གཉེར་དེ་ཚོ་ག་རེ་རེད་བསམ་མགོ་ཚོས་ཡ་བྱས་ཏེ་ངས་དེ་གའི་ཆ་ཚང་འབྲེལ་ཡོད་ཀྱི་དེ་ཚོ་ཡིག་ཆ་དེ་ཚོ་གཅིག་བལྟས་པ་ཡིན་ཨ་དེ་ཚོ་ལ་ཡང་ངས་ད་གཞི་གཅོད་བྱས་ཨ་ནི་ངས་གིས་ག་རེ་མཐོང་གི་འདུག་ཟེར་ཞོར་ཨ་ད་རེས་དེ་ནི་མ། སྐད་ཆ་དེ་བཤད་ན་བསམས་སོང་ངས་དེ་རིང་མ་སྐད་ཆ་བཤད་ཤེས་ཀྱི་འདུག་ང་མི་སྒེར་ཅིག་གི་ད་ཞིབ་འཇུག་ཟེར་ན་རེད་དེ་འདྲས་ཅིག་རེད། ངས་སྐད་ཆ་བཤད་རྒྱུ་དེ་ག་ལ་ཡག་ཡིན་གཅིག་མིན་གཅིག་ཁྱེད་རང་ཚོས་ཆ་འཇོག་བྱེད་དགོས་ཡ་ཡོད་མ་རེད་ག་ལ་ན། ད་ལྟ་ཡིག་ཆ་དེ་གའི་ཆ་ཚང Public Information རེད་དེ་གའི་ཆ་ཚང་ང་ཚོ་བོད་མི་སྒྲིག་འཛུགས་ཀྱི Tibet Dot Net ནང་ལོ་དྲ་རྒྱ་ནང་ལ་ཨིན་ཇི་ཡིན་ན་རེད་བེའུ་ཡིན་ན་རག་གི་འདུག་ད་ག་ནས་ཤི་འོས་བསྡུ་ལས་ཁུངས་ཀྱི Website གང་ལས་དེ་ཚོ་བཞག་བཞག་བྱས་ཙང་རྣམ་པ་ཚོ་ཆ་ཚང་གི་དེ་ལ་ཡག་ནི་རྒན་བཤད་བྱས་ནི་དེ་ཡིག་ཆ་དེ་ཚོ་བལྟས་བ་ཡིན་ན་འགྲིག་ར་བ་འདུག་རེད།

ད་སྨྲ་བརྗོད་རང་དབང་ཟེར་གྱི་ཡོད་རེད་བ། འདི་ཡོད་པ་གཞི་བཟུང་ང་ཚོ་བོད་པ་ཚོ་ལས་ཡ་ཨ་ནི། བཅའ་ཁྲིམས་ནང་ལོགས་ལ་ང་ཚོ་ལས་ད་ལྟ་དེ། ད་ལྟ་བཅའ་ཁྲིམས་དོན་ཚན་བཅུ་གཉིས་པའི་ནང་ལ། ང་ཚོ་ལ་ཐོབ་ཐང་ཅི་སྤྲད་ཤག་རེད་གཞི་རྩའི་རང་དབང་དང་ཐོབ་ཐང་གཞན་འདི་ནང་ལོགས་ཀྱི་ནང་གསེས་གཉིས་པ་དེ་ལ་གཏམ་བརྗོད་ལ་བྱེད་གཏམ་བརྗོད་ཀྱི་རང་དབང་དང་ཐོབ་ཐང་སྐད་ཆ་བཤད་ཡག་གི་རང་དབང་དང་ཐོབ་ཐང། བཅའ་ཁྲིམས་རིན་པོ་ཆེ་རང་གིས་སྤྲད་ཡོད་རེད་བྱས་ཙང་ངས་འདི། ཐོབ་ཐང་དེ་གླེང་རང་དབང་དེ་གླེང་སྐད་ཆ་དེ་མ་བཤད་གི་རེད་ད་ག་ན་ཤེས། བཅའ་ཁྲིམས་དོན་ཚན་བཅོ་གསུམ་པ་ལ་ཡ། ཡུལ་མིའི་ལས་འགན་ཟེར་ལབ་འདུག་དེ་ལ་ཡ་བོད་ཀྱི་ཡུལ་མི་ཚང་མས་སྒྲུབ་དགོས་པའི་ལས་འགན་གཤམ་གསལ་ཡིན་ཟེར་ལ་རེད་ཨ་ནི་བོད་མི་སྒྲིག་འཛུགས་ལ་ཡ་ཡིད་ཆེས་བློ་གཏོད་དགོས་རེད་ད་ག་ན་ཤེས་བཅའ་ཁྲིམས་དང་ཁྲིམས་ལུགས་ཁག་ལ་སྙིང་ནས་བརྩི་བཀུར་དང་ཉམས་ལེན་ཞུ་དགོས་རེད་ལབ་ཡོད་རེད་བྱས་ཙང། ད་ལྟ་དེ་བཅའ་ཁྲིམས་དང་འབྲེལ་བ་ཆགས་བསྡད་པ་རེད་བཅའ་ཁྲིམས་ལ་དོ་ཕོག་ཕྱིན་པའི་གནས་སྟངས་ཆགས་ཡོད་འདུག་བསམ་པ་ལ། ངས་དེ་འབྲེལ་གྱི་ཐོག་ནས་ཨ་ནི་ད་རིང་མ་གདུགས་སྐད་ཆ་བཤད་ཀྱི་ཡོད་ཟེར་བྱས། གདུགས་ཞུ་ཡས་བྱས། ཨ་དེ་ནས། ད་སྐད་ཆ་དང་པོ་དེ་ག་རེ་ལ་བས་ཡིན་ཟེར་ན་ད་དེ་སྡོམ་དེ་ཡིན་དང་པོ་དེ། སྐད་ཆ་ཕ་བསྟན་ཚུལ་བསྟན་གལ་ཆེ་མོ་བོ་ཡས་བྱས་བྱས་ཨ་ནི། རྩ་བ་བོར་ནས་ཡལ་ག་འཇུས་ལ་ཡས་དེ་མ་ཡིན་པ་བྱས་རྩ་བ་རྩ་བ་དེ་ག་རེ་ལ་ན། འདི་ནང་ལོགས་ལ་ད་ད་ད། འོས་བསྡུ་ལས་ཁུངས་ཀྱི་ཡི་གེ་ཤོག་ལྷེ་སྔ་བྲིས་ཞལ་བརྗོད་དེ་ཡི་མཐའ་མའི་བསྡོམས་དེ་ལ་ག་རེ་བྲིས་བཞག་ལབ་པ་ཡིན་ན། སྒང་ལ་སྒྲིག་གཞི་མང་པོ་ཅིག་ལུང་དྲངས་ནས། བཅས་ཀྱི་མཐའ་མ་དེ་ལ་ཤུ་གུ་མཐའ་མ་དེ་ལ། བཅས་ཀྱི་སྒྲིག་གཞིའི་དགོངས་དོན་འགལ་འཛོལ་ཚབས་ཆེ་བྱུང་བ་ར་སྤྲོད་བྱུང་བའི་འགལ་འཛོལ་ལ་གཞིགས་པས། ད་ལན་ཆོས་འབྱོར་ས་གནས་ལ་དངོས་གཞིའི་འོས་བསྡུ་ཐེངས་གཅིག་ཕྱི་གཏན་ཞུ་རྒྱུའི་ཐག་གཅོད་ཞུས་པ་བཅས་དབུས་འོས་བསྡུ་ལས་ཁང་ནས་ཉིས་སྟོང་ཉི་ས་དྲུག་ཟླ་བ་བཞི་པ་ཚེས་ཉིན་སག་གསུམ་ལ་ལབ་ཡོད་རེད། དེ་ཚོས་དེ་ཙམ་པ་སྒང་ལ་ད་ཤུ་གུ་བཞི་དེ་ནང་ལོག་ལ་ད་ཕེ་གེ་ལ་འོས་བསྡུ་གྲངས་ཀ་བྱེད་སྟངས་རེད་ཡིག་གཟུགས་གཅིག་པ་མང་པོ་བྲིས་ཤག་ལ་ཡ་དྲུག་དེ་འདྲ་དང་ཀོང་པོ་སྐྱོན་ཅན་དེ་འདྲ་ལ་རོགས་པ་བྱེད་སྟངས་བྱེད་ལུགས་དང་ད་དེ་འདྲས་གྲངས་བཤེར་དང་འབྲེལ་བའི་ཐོག་ནས་འོས་ཤོག་དེ་ད Disqualify བྱེད་དང་མ་བྱེད་ཀྱི་གནས་ཚུལ་དེ་འོ་རྐྱང་རྐྱང་རེད་བྱས་ཙང་ལེའུ་སྒང་ནས་གནད་དོན་མང་པོ་ཅིག་བགྲང་བྱས་ཨ་ནི་མཐའ་མ་དེ་ལ་ཡ་བསྡོམས་དེ་འདི་ཁི་ལེ་རེད་བྱས་ཙང་ད་ངས་གར་ལབ་གི་ཡོད་རེད་ཟེར་ལབ་ན་རོགས་ཨ་ཡིག་གི་འདི་ཚོ་བལྟས་བཅའ་ཁྲིམས་བལྟས་འདི་གས་ཆ་ཚང་བྱེད་དུས་ལུང་དྲངས་རྒྱུ་ལྟ་ཡིན་དུས་བསམ་པ་ལ། གོང་གི་གནད་དོན་འདི་གས་ཆ་ཚང། ད་ལྟ་ཐག་གཅོད་འདི་འདྲས་ཅིག་ལ་བབ་ཡ་ལ་ཡ་འབྲེལ་བ་རྩ་བ་ཉིད་ནས་མཐོང་གི་མི་འདུག་དེ irrelevant རེད་ཤག་རོགས་ཨ། ད་ང་ད་ལྟ་འོས་བསྡུ་དྲང་བཤེར་བྱེད་སྟངས་རེད་དེ་དྲང་པོ་བྱུང་མི་འདུག་ལ་ཡ་དེ་བྱས་བྱས་ན་ཨ་མཐའ་མའི་ཐག་གཅོད་བབ་ཡ་དེ་ལ་ཡ་ཨ་ནི་མི་གཅིག་སྟོང་གང་ཚང་ལ་ཡ་འོས་ཤོག་གི་ཐོབ་ཐང་འཕྲོག་ཡིན་ཟེར་ཡ་དེ། སྒང་གི་གནད་དོན་འདི་ཚོ་དག་ཐག་གཅོད་ག་ལ་བབ་པའི་གཉིས་དེ་བྲལ་བ་རྩ་བ་གཉིས་ནས་མི་འདུག་བྱས་ཙང་ངས་སྒང་གི་ཤུག་གུ་བཞི་ལ་སྐད་ཆ་བཤད་བཤད་རྒྱ་དེ་ཚོར་ངའི་ལག་པ་འཆང་མེད་བྱས་ཙང་ངས་བསྡོམས་དེ་ཁོང་ཚོའི་ཐག་གཅོད་བྱེད་ནས་མི་གཅིག་སྟོང་མཆོད་འཇོར་ས་གནས་མི་མང་ལ་མི་གཅིག་སྟོང་ལ་འོས་ཤོག་ཐོབ་ཐང་འཕྲོག་བཞག་ཟེར་ཡ་འདི། ངས་དུག་ལྟ་ཡོང་དུས་བསམ་པ། འདི་བཅའ་ཁྲིམས་ཀྱི་དགོངས་དོན་རེད་ད་ག་ནས་ཤི་བཅའ་ཁྲིམས་གཞི་བཞག་འོས་བསྡུའི་སྒྲིག་གཞི་དགོངས་དོན་གྱི་ཐོག་ནས་ཨ་ནི། གར་ས་དབུས་འོས་བསྡུ་ལས་ཁུངས་ཀྱི་འགན་འཛིན་རྣམ་པ་གསུམ་ལ། ཨཱ་ནི་འདི་རྒྱལ་དབང་འདི་རྩ་བ་གཉིས་ནས་གསལ་གྱི་མི་འདུག་འདི་རྒྱལ་དབང་འདི་མི་འདུག་ཁོ་ཚོ་ལ་འདི་འདྲས་བྱས་ཆོག་ཡ་བྱས་དེ་འདྲས་དེ་འདྲས་དེ་འདྲས་བྱས་ཞེས་ཨཱ་ནི་མི་གཅིག་སྟོང་ས་གནས་གཅིག་གི་གང་ཟག་འོས་ཤོག་ལོ་ཡ་གི་ཐོབ་ཐང་འཕྲོག་བཞག་ཡ་འདི། བཅའ་ཁྲིམས་ཀྱི་ཐོག་ནས་འོས་བསྡུ་སྒྲིག་གཞི་གི་ཐོག་ནས་ཁོ་ཚོ་ལ་དབང་ཚད་འདི་རྩ་བ་གཉིས་ནས་མི་འདུག་བྱས་ཙང་དེ་འདྲས་ཡིན་པའི་ཆ་ནས་ད་རེས་ཀྱི་ཐག་གཅོད་འདི་ཨཱ་ནི་བཅའ་ཁྲིམས་ཀྱི་དགོངས་དོན་འགལ་བའི་ཐག་གཅོད་ཅིག་ཆགས་ཀྱི་འདུག་འདི་སྲིད་དུ་རང་བཞིན་གྱི་ད་འདི་ཁྲིམས་འགལ་གྱི་ཐག་གཅོད་ཅིག་ཆགས་བསྡད་ཡོད་རེད། རེད་བ། ད་ངས་ཡིག་ད་ལྟ་འདི་བལྟ་ཡོང་དུས་བསམ་པ་འདི་འདྲ་ཞིག་མཐོང་གི་ཡོད་རེད་བ། ཡིག་ཆ་འདི་ཚོ་བལྟ་ཡོང་དུས་བསམ་པ། ད་ངས་ད་ལྟ་བཅའ་ཁྲིམས་ཀྱི་དགོངས་དོན་བརྒྱད་བཞག་ཟེར་ལབ་བས་དེ་འདི་ངས་ག་འདྲས་སུ་ལབ་ཀྱི་ཡོད་རེད་ལབ་པ་ཡིན་ན། བཅའ་ཁྲིམས་དོན་ཚན་བཅུ་གཅིག་པ། བཅའ་ཁྲིམས་དོན་ཚན་བཅུ་གཅིག་ནང་ལ་ག་རེ་ལབ་ཡོད་རེད་ཟེར་ལབ་པ་ཡིན་ན་རེད་བ། ད་དེ་ཡིན་ངས་ཡི་གེ་ཀློག་ན་ཡང་གོ་མ་གོ་ཁྱད་པར་དུ་ངས་ཕལ་སྐད་ནས་འགྲེལ་བཤད་རྒྱབ་པ་ཡིན་ན་རེད་བ། དོན་ཚན་བཅུ་གཅིག་ནང་ལ་འོས་བསྡུ་དང་འོས་བསྡུའི་ཐོབ་ཐང་ཟེར་ལབ་ཡོད་རྟ་དེ། ད་འདི་ན་ག་ལ་འོས་ལ། ཁྲིམས་དང་སྒྲིག་གཞི་ཁག་གཞིར་བཟུང་འོས་བསྡུའི་ཐོབ་ཐང་བྲལ་བསྡད་པ་ཟེར་དུས་བསམ་པ་ཐོབ་ཐང་འཕྲོག་བཞག་པ་དེ་འདྲས་ཡིན་ན་ལབ་རེད། ད་དེ་འདྲས་ག་རེ་ཡིན་སྲིད་ཟེར་ན་འདས་པའི་ནང་ལོག་ལ་བལ་ན་ཆགས་ཤེ་ན་ཆེ་མཐོའི་ཁྲིམས་ཞིབ་ཁང་གིས་ད་འདས་པའི་ནང་ལོག་ལ་བདམས་བྱ་འདེམས་བྱས་འཕྲོག་བཞག་པའི་གནས་སྟངས་དེ་འདྲས་བྱུང་ཡོད་རེད། སྐབས་རེ་ཨ་ནི། ཆེས་མཐོའི་ཁྲིམས་ཞིབ་ཁང་ནས་མ་བཅད་ཁྲ་བཏང་ཞེས་དུས་འདི་ལ་ཡ་མེད་བཏང་བྱས་ནས་དེ་བྱས་ན Contempt of Court བྱ་གི་རོགས་ཨ་བཅད་ཁྲ་གཅིག་བཏང་གཉིས་བཏང་གསུམ་ཡ་ལན་ཁོ་ར་མ་བྱེད་དུས་བསམ་པ་ཨ་ནི་གདམ་བྱའི་འདེམས་བྱའི་ཐོབ་ཐང་ཚོ་འཕྲོག་བཞག་རྒྱུ་མི་དེ་འདྲ་ཡོད་རེད་བྱས་ཙང་འོས་བསྡུ། ཁྲིམས་དང་སྒྲིག་གཞི་གཞི་བཟུང་གི་འོས་བསྡུའི་ཐོབ་ཐང་འཕྲོག་བཞག་རྒྱུ་དེ་འདྲ་མ་ཡིན་པ་ཡིན་ན་ཨ་ནི་བོད་ཀྱི་ཡུལ་མི་ཡིན་ཕྱིན་ཆད་ཕོ་ཡིན་ན་འདྲ་འདུག་མོ་ཡིན་ན་འདྲ་འདུག་ལོ་བཅོ་བརྒྱད་ཧྲིལ་པོ་ཡར་སོན་བཞག་རྒྱུ་ཅིག་ཡིན་པ་ཡིན་ན་ཨ་ཁོང་ཚོ་ལ་ཡར་འོས་ཤོག། སྐབས་དམ་བཅའ་འདེམས་ཀྱི་གཉིས་ཀྱང་འོས་ཤོག་ཕུལ་ཆོག་ཡས་དང་སོ་སོའི་འོས་མི་ལ་ཡར་ལངས་ཆོག་ཡས་ཀྱི་ཐོབ་ཐང་དེ་ཡོད་ལབ་རེད་ད་དེ་ནས་ལོ་བཅོ་བརྒྱད་ཧྲིལ་པོ་དེ་ག་བ་ཞིག་བཞག་འོ་རེད་ལབ་པ་ཡིན་ན་ཨ་ནི་ང་རང་ཚོའི་བཙན་བྱོལ་བོད་མིའི་དཔྱ་དངུལ་དཔྱ་ཁྲལ་ལག་དེབ་ཀྱི་ནང་ལ་ཡོད་དཔྱ་ཁྲལ་ལག་དེབ་གཞིར་བཟུང་གི་སྐལ་ལོ་སྐལ་ཚད་ག་རེ་ཡོད་པ་དེ་ལ་ཡར་ཨ་ནི་གཞིས་བཞག་འོ་རེད་ཅེས་བྱས་ནས་བཅའ་ཁྲིམས་ནང་དེ་གསལ་བསྡད་ཡོད་དུས་བསམ་པ་ལ་ད་ད་ལྟ་དེ་མི་གཅིག་སྟོང་གང་ཚང་ལ་ཡར་མི་གཅིག་སྟོང་ཡས་མས་ཀྱི་གང་ཚང་ལ་ཡར། ལྟ་བདམ་བྱའི་ཐོབ་ཐང Right to Vote འཕྲོག་བཞག་དུས་བརྩམས་པ་ལ་མི་དེ་གའི་ཆ་ཚང་ཨ། ཁྲིམས་འགལ་གྱི་ལས་ཀ་ཅིག་བྱས་ཡོད་རེད་ཁོང་ཚོ་དེ་ཁྲིམས་དང་སྒྲིག་གཞི་འགལ་བ་དེ་འདྲས་ཅིག་བྱས་ཁོང་ཚོ་ལ་ཡ་བདམ་བྱ་བདམ་བྱ་གྱི་ཐོབ་ཐང་འཕྲོག་བཞག་ཡོད་ཅིག་ན་གནས་ཚུལ་ཁ་ཁར་བ་དེ་འདྲས་ཅིག་མ་རོ་བ་མི་གཅིག་སྟོང་ས་གནས་གཅིག་ཆ་ཚང་འདི་བཟོས་དུས་འདི་བཅའ་ཁྲིམས་དོན་ཚན་བཅུ་གཅིག་པའི་དགོངས་དོན་དེ་འགལ་འགྲོ་གི་འདུག་དེ་གཅིག་བྱས་དེ་ནས། བཅའ་ཁྲིམས་དོན་ཚན་བཅུ་གསུམ་པ་ལ་ཡང་ཡུལ་མི་ལས་འགན་ད་གིན་ཉེ་གཅིག་ལབ་སོང་བ་གང་ལ། ད་འདི་འདི་ན་ག་ལ་གོ་ལ་ན། ཡུལ་མིའི་ལས་འགན་འདི་ལ་ཡང་ད་བཅའ་ཁྲིམས་དང་ཁྲིམས་ལུགས་ལ་སྙིང་ནས་བརྩི་བཀུར་དང་ཉམས་ལེན་ཞུ་དགོས་རེད་ཟབ་ཆོས་བོད་པ་ཡིན་ཕྱིན་ཆད་བྱས་ཙང་ང་ཚོ་ལ་འདི་བཅའ་ཁྲིམས་ལ་བརྩི་བཀུར་ཞུ་དགོས་པ་གིས་ད་ལས་འགན་དེ་ཡོད་པ་གཞི་བཟུང་གིས་དབུས་འོས་བསྡུ་ལས་ཁུངས་ཀྱི་ད་འགན་འཛིན་རྣམ་པ་གསུམ་ཡིན་ནའི་ཁོང་ཚོ་གིས་བོད་ཀྱི་ཡུལ་མི་ཅིག་ཡིན་དུས་ཙམ་པ་ལ་ཁོང་ཚོ་ལོས་ཁོང་ཚོའི་འདི་ཉམས་ལེན་བྱེད་དགོས་པ་ཞིག་ཆགས་ཀྱི་ཡོད་ར་བཅའ་ཁྲིམས་དོན་ཚན

རེད་བ། ག་ལ་ན། ལས་འགན་འདི་ལ་ཁོས་མཚོན་ན་ལས་ཀ་ཆ་ཚང་ཨ་ནེ་བཅའ་ཁྲིམས་དགོངས་དོན་བརྩི་བཀུར་ཞུས་བའི་ཐོག་ནས་བྱེད་ཀྱིན་ཡིན་ས་ལ་ནས་ཁོ་ཚོ་དམ་བཅའ་ཕུལ་བཞག་ཡོད་རེད་ད་འདི་ཆགས་བཞག་པ་ཡིན་ན། ད་ལྟ་དེ། བཅའ་ཁྲིམས་ཤུགས་མང་པོའི་ནང་ལོགས་ནས་མཐའ་མ་དེ་ལ། ཟུར་སྣོན་ཡིག་ཆ་ཨང་ལྔ་པ། དེའི་ནང་ལོགས་ལ་ཡང་ཨ་ནེ་དབུས་འོས་བསྡུ་འགན་འཛིན་ཁོ་ཚོས་ཀྱི་དམ་བཅའ་དེ་ག་རེ་ཕུལ་བཞག་ས་ལ་ནས་ངས་འདི་མ་ཅིག་ཀློག་པ་ཡིན་ན། དབུས་འོས་བསྡུ་ལས་ཁང་གི་སྤྱི་ཁྱབ་འགན་འཛིན་དང་འགན་འཛིན་ལས་འབར་གྱིས། ལས་ཁུར་དམ་བཅའ། ཡང་མིན་ན་ཁས་ལེན། འདི་ལ་ག་རེ་ཡོད་སྲིད་ལགས་ན། ད་ཨ་ནི་མིང་ཞེས་གྱིས་པ། དབུས་འོས་བསྡུ་ལས་ཁང་གི་སྤྱི་ཁྱབ་འགན་འཛིན་དུ་ཡང་མིན་ན་འགན་འཛིན་ལས་འཕར་དུ་འོས་ཐོན་བྱུང་བ་ལགས་ན་བཙན་བྱོལ་བོད་མིའི་བཅའ་ཁྲིམས་ལ་ཡིད་ཆེས་དང་བློ་གཏད་ཀྱི་ཐོག་ནས་དབུས་འོས་བསྡུ་ལས་ཁང་གི་ཨ་ནི། དབུས་འོས་བསྡུ་ལས་ཁང་གི་སྤྱི་ཁྱབ་འགན་འཛིན་གྱིས་ཡང་མེད་ན་འགན་འཛིན་ལས་འཕར་གྱི་ལས་འཁུར་ཞུ་སྒོ་མཐའ་དག་བཅའ་ཁྲིམས་ཀྱི་དགོངས་དོན་འགལ་མེད་ཐོག་རང་དོན་ཕྱོགས་ལྷུང་དང་འཇིགས་ཞུམ་ཆགས་སྡང་མེད་པར་དྲང་བདེན་ལྷག་བསམ་ཟོལ་མེད་ཀྱི་སྒོ་ནས་རང་ནུས་གང་འདོད་ཞུ་རྒྱུའི། ཨ་ནི། མཆོག་གསུམ་དཔང་འཛུགས་ཀྱི་དམ་བཅའ་བརྟན་པོ་ཞུ་རྒྱུ་ཡིན། ཡང་མེད་ན། ཁས་ལེན་གཙང་མ་ཞུ་རྒྱུ་ཡིན། ཅེས་ད་ཁོང་ཚོ་དེ། ཨོ། གླེང་ཡོད་པ། ད་དམ་བཅའ་ཕུལ་སྐྱོར་དེ། ད་འགལ་འགྲོ་གི་རེད་བཅའ་ཁྲིམས་ཀྱི་དགོངས་པ་དག་གིས་བཅའ་ཁྲིམས་ཀྱི་དོན་ཚན་གང་དེ་འགལ་སོང་ཨ།

ཨ་ནི། མི་གཅིག་སྟོང་འདི་ལ་ཡ། དུས་ཁག་ཅིག་གི་ནང་ལོགས་ལ་ཡང་ཁོ་ཚོ་ལ་འོས་ཤོག་ཕུལ་ཆོག་ཡས་ཀྱི་གོ་སྐབས་ཅིག་སྤྲད་དགོས་ཡས་ཟེར་བ་རེད་གནས་ལུགས་རྒྱུ་མཚན་གང་ལ་བསམ་བློ་བཏང་བ་ཡིན་ན་བཅའ་ཁྲིམས་ལ་བེད་ཕྱིན་ན་དེ་འདྲས་ཡོད་རེད་ད་ཡིན་པ་ནི་ད་ལྟའི་གནས་སྟངས་ལྟར་ན་འདི་ཕལ་ཆེན་ཡོང་ཡག་གི་བཟོ་མི་འདུག་ག་རེས་ལབ་པ་ན་ཁེ་སང། ཕྱི་ཟླ་བཞི་པའི། ཚེས་ཉི་གསར་འགྲུག་འོས་བསྡུ་བྱེད་པའི་ཉིན་མོ་དེར་རྡ་རམ་ས་ལ་ལ་ཡ། ཨ་ནི། གསར་འགོད་པ་འདི་ཚོ་མདུན་ལ་ཡ། འོས་བསྡུ་སྤྱི་ཁྱབ་འགན་འཛིན་གྱིས་བཀའ་མོལ་གསུང་བཞག་རྒྱུ་ཞིག་འདུག་དེ་བཅར་འདྲི་དང་ལེན་བྱེད་བཞག་རྒྱུ་དེ་ག་རེ་གསུང་གི་འདུག་ལབ་ན་ད། འདི་དང་འབྲེལ་བའི་ཐོག་ལ་ཡང་ད་ལྟ Tibet Radio གི་དྲི་བ་བརྐུས་སོང་ཨ། དྲི་བ་བརྐུས་འདི་རྩ་འདི་ག་ལ་བཏང་མ་ཡོང་ཟེར་ད་ལྟ་འོས་བསྡུ་ལས་རིམ་འགྲོ་འདོད་རེད་འདི་ཕར་འགྲོ་བཅུག་ཟེར་བྱས། འདི་འདྲའི་ལན་བསྐྱོན་སོང་བ་འོས་བསྡུ་འགན་འཛིན་གྱིས། འདི་ལན་བསྐྱོན་ཨ་ནི་འདི་ག་ལ་ཡ། ཨ་ནི་ད་འདོད་འདི་ག་ལ། ད་འདི་ཐག་གཅོད་ཚར་ཡིན་གསུངས་སོང་ཨ་སྐབས་དེ་དུས Tibet Radio གི་དྲི་བ་བརྐུ་ན་ད་འདི་ཐག་གཅོད་རེད་ཐག་གཅོད་ཚར་རེད་གསུངས་སོང་ཨ། ཨ་གལ་ཆེ་ཡ་མེད་པའི་གནས་སྟངས་ཅིག་བྱས། ཨ་ནི། འདི་ག་ལ་ཡང་མགྱོགས་བསྐྱར་དུ་དྲི་བ་བཟོ་རེ་དེ་འདྲ་སླེབས་སོང་ན་རྗེས་ལ། ཨ་ནི། ཡིག་ཆ་རོ་འདི་ཚོ་མ་སྟོན་དགོས་དགོས་ན་སྟོན་གྱི་ཡིན། དེ་འདྲས་གསུངས་སོང། ཨ་འདི་ག་ལ་ཐོས་བ་ཅིག་གར་གསུངས་ལ་ན་ད་འདི་ཁོ་ན་ཚོས་ཀྱི་ཐག་བཅད་བཞག་རྒྱུ་འདི་ཨ་ནི། དེ་ཡང་ཐག་གཅོད་བྱེད་རྒྱུ་དེ་ཡང་བོད་མིའི་སྒྲིག་འཛུགས་ཀྱི་མཚན་མཐོང། Image། ལ་བསམ་བློ་བཏང་ཆེ་ནས་ཨ་ནི་ཐག་གཅོད་དེ་འདྲས་ཅིག་བྱས་ཡོད་ཅེས་བཀའ་ལན་དེ་འདྲས་ཅིག་གནང་སོང། བྱས་ཙང་གནས་སྟངས་འདི་ལ་ལྟ་ཡོང་དུས་བསམ་པ་ལ་ད་རེས་འོས་ཤོག་འདི་བཀའ་བོ་མཆིས་མི་གཅིག་སྟོང་དུ་འོས་ཤོག་མེད་པ་བྱུང་ནས་འདུག་ཐག་ཆོད་ནས་ཡར་འགྲོ་ཡ་ཡིན་པའི་གནས་སྟངས་ཅིག་འདི་ནས་མཐོང་ཐུག་འདུག་དེ་རེད། ད། ད་ཁོང་ཚོས་འདུག་འགྲོ་བཞག་ཡ་ཡིན་པ་ཡིན་ན་ད་འདི་ལ་དཀའ་ཐུག་གི་རེད་བས་དཀའ་ཐུག་ཡ་ཡི་གནས་སྟངས་ཅིག་ཡོག་རེད་བས་ལ་ན་ཨོ་ད་ད་ངེད་ལ་འོས་བསྡུ་འདི Declare མ་ཕྱིས་དཀའ་བཞག་ཞོག་ལ་ཡའི་གནས་སྟངས་ཅིག་ཡོང་སྲིད་གི་རེད་བས་ད། ཡོང་སྲིད་ན་ག་འདྲས་སྲིད་གི་ཡོད་མེད་སྐོར་ལ་སྐད་ཆ་བཤད་པ་ཡིན་ན་དེ་སྔ་ཡིན་ན། ཆེས་མཐོའི་ཁྲིམས་ཞིབ་ཁང་ལ་ཡ། ཨཱ་ནི། ཁྲིམས་ཀྱི་ངོ་ཤེས་ལ་ནི་སུའུ་མོ་ཀྲུ་ལ་ཡ་ཅིག་ཡོད་རེད། ད་འདི། སྤྱི་འཐུས་ཚོ་མེད་པ་བཟོས་ཚར་དུས་ཙམ་པ། ད་ཁྲིམས་ཞིབ་ཁང་གི་ལག་པ་བརྐྱངས་ཞེས་དབའ་ཡི་འོས་བསྡུ་འགན་འཛིན་རྣམ་པ་ཚོ་ཁྱེད་རང་ཚོ་གིས་ད་རེས་ཐག་གཅོད་བྱེད་ཤེས་ཀྱི་དུས་ཨཱ་ནི། བཅའ་ཁྲིམས་དགོངས་དོན་རྒྱས་ཤ་ཨཱ། ཁྱེད་རང་ཚོ་འདི་ཁུང་ཙུ་ལི་ཡ་འོས་ཤོག་ལུ་གས་གི་གོ་སྐབས་འདི་སྤྲད་འོ་རེད་ད་ལྟ་འོས་བསྡུ་འདི Declare བྱས་ཡོག་མ་རེད་ལབ་བྱས་འདི་འདྲའི་ལང་ཀ་ཅིག་དེ་སྔ་ཡིན་ན་དེ་འདྲའི་ཡོད་ཆོག་ཡ་ཞིག་རེད་ཨ་གལ་སྲིད་ཁོང་ཚོས་མ་ཉན་པ་ཡིན་ན་རོ་ཧ་འོས་བསྡུ་ལས་ཁང་ནས་མ་ཉན་པ་ཡིན་ན་ཨ་ནི། ཆེས་མཐོའི་ཁྲིམས་ཞིང་གི་ངང་ནས་ཁོང་ཚོ་ལ་ཡ་ཡང་གདམ་བྱ་འདེམས་བྱེད་འཕྲོ་ཡ་གི་ཉེས་པ་དེ་འདྲ་བཏང་བ་ཡིན་ནའི་འགྲོ་སྟངས་ཅི་ཡོད་རེད་ད་འདི་མེད་བ་ཆགས་ཚར་ག་ལ་ན་སུའུ་མ་འགྲོ་དེ་ལྐོག་ཚར་ཁོང་ཚོས་རོ་ཨ། ད་འདི་མེད་བ་ཡིན་ན་ད་སུས་ག་རེ་བྱེད་ཡ་ཡོད་སོ་ལ་ན་ད་སྤྱི་འཐུས་ལྷན་ཚོགས་འདི་རེད་སྤྱི་འཐུས་ནི་ད་ལྟ་གྲོས་ཚོགས་ཚུགས་གི་ཡོད་མ་རོ་ཨ། སྤྱི་འཐུས་ཚང་མ་ཁ་འཐོར་འདིར་ད་བྷེ་ཁའི་ཡོད་དེ་ཡོད་དེ་སུ་རེད་ཟེར་ན་རྒྱུན་ལས་བཅུ་གཅིག་དེ་རེད།

གར་ས་དེའི་འོས་བསྡུ་དེ་མཆོད་འཇོར་གྱི་བལ་ཡུལ་མཆོད་འཇོར་ས་གནས་ཀྱི་འོས་བསྡུ་དེ་ལ་ཡང་དྲང་པོ་བྱུང་མི་འདུག་ལ་ལམ་བརྙན་ཁོ་རང་ཡི་གེ་དེ་ན་བཏགས་ཡོང་དུས་སེམས་པ། རྒྱུན་ལས་ཁ་ཤས་ཀྱིས་ལབ་ཀྱི་འདུག་ཟེར་ལབ་དོགས་དེས་ན་རྒྱུན་ལས་དེ་འདི་ལྟར་དྲང་བཤེར་གྱི་ནང་ལོར་ཟུར་དཔང་བྱེད་མཁན་ཁོ་ཚོས་ཀྱིས་ལབ་དོགས་བྱས་ཙང་ལམ་བརྙན་ཁོ་རང་ཁོ་ཚོ་ཆགས་བསྡད་དུས་སེམས་པ། འདི་ལྟར་ཁོ་ཚོས་ཀྱིས་ཨོ་དེ Stop བྱེད་བྱས་ནས་ག་ལ་འོ་རེད་ཁོ་ཚོ་ལ་འོས་ཤོག་བླུགས་ཆུག་ལབ་བས་བྱོས་ར་འདི་གནས་སྟངས་འདི་ཁག་པོ་ཆགས་འདི་ཤག་ལྷག་པར་དུ་ངས་ད་རེས་རང་ངོ་དེབ་ནང་ལ་གར་མཐོང་སོ་ཟེར་ལབ་པས་ན་ཁ་སིང་གྲོས་ཚོགས་སྔ་མ་དེ་སྐབས་ལ་ངས་མཐོང་མ་སོང་ད་ལྟ་བབས་མི་ཤེས། དེའི་ནང་ལ་ཡང་འོས་བསྡུ་སྐོར་ལ་སྐད་ཆ་མང་པོ་གླེད་འདུག་ཨ། ག་ཚོད་སྐད་ཆ་མང་པོ་གླེད་ཆེད་ཨ་ནི་དེའི་ནང་ལ་ད་ལྟ་ཕྱི་དུས་གང་ལ་གང་འཚམས་ཅིག་གིས་སྐད་ཆ་ཤུགས་ཆེན་པོ་བཤད་ཀྱི་འདུག་ཨ། ཨ་ནི་ད་རེས་བོད་ཡུལ་ཆོས་ཕྱོགས་ཀྱི་ས་གནས་དེ་འོས་ཤོག་བླུགས་པ་ལས་མ་བླུགས་ན་ཡག་གི་རེད་བ་ཟེར་ལབ་ཆེད་འདི་འདྲའི་སྐད་ཆ་མང་པོ་ཞིག་བཤད་འདུག་ཨ། འདི་ཟེར་དུས་བསམ་པ། རྒྱུན་ལས་དངོས་གནས་འདི་བཀག་སྡོམ་འགྲོ་བྱེད་བྱས་རྗེས་ཁོང་ཚོ་ལ་ད་ཡོད་ཤོག་ལུག་ཆོག་གོ་རེད། འདི་འགྲིག་ལེར་མ་མཆིས་ལ་ཡག་གི་གནས་སྟངས་འདི་ཁག་པོ་ཞུ་ཆགས་དེ་ཤ་བྱེད་ས། ད་གཞན་པ option གཅིག་ག་རེ་ཡོང་སྲིད་གི་རེད་ལབ་པ་ཡིན་ན། བལ་ཡུལ་ཆོས་འབྱོར་གྱི་མི་མང་གཅིག་སྟོང་འདི་གའི་རྡ་རམ་ས་ལ་ལ་གྱོགས་ཤ་ལོན་ནས་ཡོང་ཐུག་རུ་བའི་ལམ་སང་འདི་ནས་ཚུར། ཚང་མ་ཡོང་མ་ཐུག་ནས། མི་ག་ཤེད་ཤིག་སྐུ་ཚབ་བྱས་རྗེས་མགྱོགས་པོ་མགྱོགས་པོ་འདི་ནས་རྡ་རམ་ས་ལ་ལ་རྒྱུགས་ཡོང་ཐུག་རུ་བའི་རྒྱུགས་ཡོང་བཅས་ཁྲིབས་ཤིང་ཁ་གི་སྒོ་བརྡུངས། ཨ་ནི་ང་ཚོ་ལ་ཡ། ཨ་ནི་བཅའ་ཁྲིམས་ཀྱི་དགོངས་དོན་གཞིར་བཟུང་ང་ཚོ་ལ་ཡ་འོས་ཤོག་བླུག་ཡ་གི་ཐོབ་ཐང་ཅིག་རག་མ་སོང་ཟི་དེ་བཅའ་ཁྲིམས་དགོངས་དོན་འགལ་ཤགས་ཨ་ནི་ང་ཚོ་ལ་ཐོབ་ཐང་འདི་གོ་ཡས་འོས་བསྡུ་ད་ལྟ་གྲུབ་འབྲས་འདི་བཀག་ཞུགས་ལ་ནི་འདི་འདྲའི་ལབ་ཡ་གི། ཁོ་ཚོས་གི་བྱེད་ཐུག་གི་ར་བས་འདི་འདྲའི་ལམ་འགག་ཅིག་ཡོད་ར་བས་ཁྲིམས་ཞིབ་ཁང་ལས་འདི case འདི expedite བྱས་བྱས་ནས་ཁོ་ཚོས་འདི་པར་ར་ལ interface བྱས་ནས་འདི་འདྲའི་ལམ་འགག་ཅིག་ཡོད་ར་ཡོད་མ་རེད་ངས་འདི་དྲི་བ་བཏང་གི་ཡོད་རེད་ད་ད་ལྟ་གནས་སྟངས་ལྟར་ན་ཕལ་ཆེར་ཅིག་བྱས་ན་ད་ཕྱི་ཁྲག་ཚ་ཡོད་འགྲོ།

བཅའ་ཁྲིམས་འགལ་ཚར་བའི་གནས་སྟངས་ཅིག་ཆགས་ཚར་རེད། ད་དེའི་རྗེས་ལ་ག་རེ་བྱས་ཡོད་རེད། རེད་བ། དེ་འདྲས་ཅིག་ཆགས་ཚར་བའི་རྗེས་ལ་ད་ག་རེ་བྱས་ཡོད་རེད། ཨང། སུས་ཀྱིས་ག་རེ་ག་རེ་བྱས་ཡོད་རེད། རེད་བ། སྒེར་ཡིན་ན་འདྲ་འདུག་སྒྲིག་འཛུགས་ཡིན་ན་འདྲ་འདུག་ཏང་ཙུའུ་དུ་བཞག་བཞག་ཡོད་རེད་ཡང་མིན་ན་འདི་ལ་གཅིག་གི། Action Rule། རེད་གཅིག་འདི་ཐོག་ལ་གཅིག་བྱས་ཡོད་རེད་ཡོད་མ་རེད་ལབ་པ་ཡིན་ན། ད་འདིའི་ཐོག་ལ་ངས་བསམ་ཚུལ་ཞིག་བཤད་པ་ཡིན་ན། དང་པོ་དེ་ལ། ད་ཁྲིམས་ཞིབ་ཁང་འདི། སུ་ངོ་འཕྲོ་མེད་པའི་ཐོག་ནས་ཁོ་ཚོ་དེ་ལ་ཡར་ཐེ་ཇུས་བྱེད་ལམ་ཀ་དེ་ལྷག་མ་སོང་ཨ། ད་གཉིས་པ་དེ་ལ། སྤྱི་འཐུས་རྣམ་པ་ཚོ། སྤྱི་ཟླ་ལྔ་བར་ཕེ་ཆེན་དམ་འབུལ་དེ་དེ་འདྲས་ཀྱི་མེད་འགྲོ། ང་དུས་ཚོད་ཏག་ཏག་ཤེས་ཡ་མི་འདུག་ཕེ་ཆེན་སྤྱི་ཟླ་ལྔ་བའི་དམ་འཇུག་ཐོག་སྦྱིན་གྱི་རེད་དེ་ལ་ཡར་སྤྱི་འཐུས་གསར་བ་ཚོ་ཕེབས་ས་ནས་ཁོ་ཚོ་དམ་འབུལ་བྱས་བྱས་ཚོགས་གཙོ་ཚོགས་གཞོན་བསྐོས་བྱས་དེ་ལ་ཡར་ཉི་མ་ག་ཤེད་ཀྱི་ཚོགས་འདུ་ཚོགས་ཡོད་ན་མེད་ན་དེ་འདྲས་ཀྱི་པར་ར་ལ་ཡར་ལམ་ཀ་ཅིག་ཡོད་རེད་བས། ད་རེས་ད་འོད་དུ་འབྲུག་བཅས་གྲུབ་འབྲས་ཆེ་དུས་ཙམ་ལ་ས་གནས་གཅིག་ལ་ཡར་འོས་ཤོག་ཐོབ་སྟངས་རྦད་འཕྲོ་བའི་གནས་སྟངས་ཆེད་བཅའ་རིམ་དགོངས་པ་དགོངས་དོན་རྒྱས་བཞག་བྱེད་ཆེད་སྤྱི་འཐུས་རྒྱུན་ལས་ཡིན་ན་དྲག་ཏུ་སྤྱི་འཐུས་གསར་པ་སྒེར་གྱི་གྲོས་འཆར་རྣམས་བྱེད་ཆེད་ཨ་ནི་གར་ལབ་དགོས་རེད། ད་ལྟ་འོས་བསྡུ་འགན་འཛིན་རྣམ་པ་གསུམ་གྱིས་ཡར་འཕེལ་རྒྱས་ལ་གར་དུ་དྲི་རྩད་འགྲོ་ཆེད་སྤྱི་འཐུས་གྲོས་ཚོགས་ནང་ཁོང་ཚོ་ལ་དྲི་རྩད་བྱེད་དྲི་རྩད་བྱེད་པའི་མཐའ་མའི་དུས་དེ་ལ་ཡར་ཨ་ནི་སྤྱི་འཐུས་རྣམ་པ་ཚོ་འོས་བསྡུ་བྱེད་ཆེད་ནས་ཨ་ནི་གལ་སྲིད་དེ་ཁྲིམས་འགལ

གསར་འགོད་པ་ཚོ་ང་ཚོའི་ཤེས་བར་དམངས་གཙོའི་ཡིག་རྟགས་ཀ་བ་ཞི་བ་རེད་ལབ་ཀྱི་ཡོད་རེད་ད། གསར་འགོད་པ་ཚོ་གིས་འདིའི་གནས་སྟངས་འདི་ཆ་ཚང་འདུག་སྒྲོག་བཞག་ན་འདིའི་ཤུགས་ལ་ཡག་གསར་འགོད་པ་ཚོ་འདུག་ཞུགས་རེད་ཡང་མིན་ན་འོས་བསྡུ་ལས་ཁུངས་ལ་ཡང་མུ་མཐུད་ནས་ཕྱིན་རྗེས་འོས་བསྡུ་འགན་འཛིན་རྣམ་པ་ཚོར་བཅར་འདྲི་བྱས་དྲི་བ་བཏང་ནས་ཁ་སེང་ཐག་གཅོད་འདི་འདྲ་འདི་འདྲ་བྱུང་ཤག་ཨ་ནི་བཅའ་ཁྲིམས་ལྟར་ཡིན་དུས་བཅའ་ཁྲིམས་ཀྱི་འབྲུ་དོན་འདི་འདྲའི་ཕལ་ཆེན་འགལ་བའི་བཟོ་རེད་ཅེས་འདུག་ཨ་ནི་འདི་ལ་ཡག་ད། ཞིབ་འཇུག་དང་མ་བཟོ་ནས་དྲི་རྩད་འདྲ་བོ་གནང་བྱས་ཨ་ནི་སྤྱི་ཚོགས་ནང་ལ་བགྲོ་གླེང་འདྲ་བོ་འདི་འདྲ་གནང་ཡས་འདི་འདྲས་ཀྱི། སྐྱབས་ཀྱི་གླིང་རི་གླིང་མ་རེད་བ། འདི་བྱས། ད་དེ་ཡོང་གི་མི་འདུག་ན། ད་གཞན་པ་འོབས་ཤིན་གར་འདུག། རྡ་རམ་ས་ལར་ཡ། གཞུང་འབྲེལ་མ་ཡིན་པའི་ཚོགས་པ་མང་པོ་ཞུགས་ཀྱི་ཡོད་རེད། ད་འདི་གའི་ཆ་ཚང་རྩ་བའི། ཚོགས་པ་སོ་སོའི་དགོས་པ་དང་དམིགས་ཡུལ་མ་འདྲ་མ་འདྲ་ཡོད་རེད། ཨ་ནི་མང་པོ་ཅིག་ནི་ལས་འགུལ་སྤེལ་མཁན་ཡོད་རེད། ཡིན་པ་ཡིན་ནས་ད་ལྟའི་གནས་ཚུལ་འདི། ཨ་ནི། གཞི་རིམ་གྱི་དམངས་གཙོའི་ཐོབ་ཐང་བཅས་ལ་ཡང་དོ་ཕོག་ཕྱིན་བའི་གནས་སྟངས་ཅིག་ཡོད་རེད་བྱས་ཙང་འདི་འདྲའི་ཅིག་གི་འོག་ནས་ཨ་ནི། ཚོགས་པ་འདི་གའི་ལ་ཡང་འགན་སྒྲུབ་ཅིག་ལས་འགན་སྒྲུབ་ཅིག་ཡོད་རེད་ཡོད་མ་རེད་ཁོང་ཚོས་དེ་ལ་ཡང་རོལ་འགྲོ་ཕྱིར་གླེང་གི་རེད་གླེང་གི་མ་རེད། དེའི་དྲི་བ་ཅིག་རེད། ད་དེ་ནས། གདམ་ག་ལམ་ཀ་གཞན་པ་ཅིག་རེད་བ་ད་འདི་སུས་ཀྱིས involve བྱས་ཡོད་ལ་ན་ད་ལམ་ས་ལ་ནང་ལོགས་ལ། ད་ལྟ།

དེ་དྲི་བ་ཆགས་ཐིག་རེད། དེ་ནས་མི་དམངས་སྦྱིན་གྱི་ངོ་ནས་ད་དེའི་ཐག་གཅོད་དེ་ཆིངས་འོས་བསྡུ་སྒྲིག་ལེར་བྱས་ཤར་ལ་ནི་མི་དམངས་སྦྱིན་འགས་སྡུག་སུ་འགྲོ་བཞག་རེད་འགྲོ་བཞག་མ་རེད། དེ་ནས་ད་གལ་ཆེ་ནང་གི་དོན་ཆེ་གནད་འགག་ཆེ་ཤོས་དེ་སུ་རེད་ཟེར་ན། བལ་ཡུལ་ཆོས་འབྱོར་མི་དམངས་གཅིག་སྟོང་འདི་རེད། མི་དམངས་གཅིག་སྟོང་འདི་གིས་ད་འོས་བསྡུ་ངོས་ལེན་བྱས་ནས་བསྡད་གི་རེད་ཡང་མིན་ན་ཁོང་ཚོའི action གྱིས་གླེང་གི་རེད། ཁོ་ཚོས་རྡ་རམ་ས་ལ་ལ་ལས་བྱེད་རོགས་མི་གཅིག་སྟོང་ལེགས་ཡོད་ནེར་ཚབ་ལེགས་ཡོད་ནེ་ཁོ་ཚོས་གི་ཁྲིམས་ཞིབ་ཁང་མགོ་རྡུང་བྱེད་ནེ་ང་ཚོ་ལ་ཡ་ཨན་བཅའ་ཁྲིམས་དགོངས་དོན་ཞུས་སོང་གཞི་རྩའི་དམངས་གཙོའི་གི་ཐོབ་ཐང་འོས་ཕུལ་ཐོ་ཡ་གི་ཐོབ་ཐང་འདུག་སུ་འཕྲོག་སོང་སྟེ་བཅའ་ཁྲིམས་དགོངས་དོན་རྒྱས་བཞག་ཅེས་ཁོ་ཚོས་གི་ཁྲིམས་གཏུག་བྱེད་གི་ཆིག་མ་རེད་ད་དེ་གི་ཆགས་སང་ངས་གི་འདི་མེད་ན་འདི་འདི་མེད་ན་འདི་ག་རེ་ག་རེ་ཡོང་སྲིད་གི་རེད་ཟེར་ཏེ་ད་དེ་དམངས་གཙོ་ཡར་རྒྱས་ཡོང་ཡག་གི་ཟེར་བ་ར་འདི་ཐོར་ཡ་ངའི་བསམ་ཚུལ་སྤུན་གོ་རེད་ད་མི་མང་ཚང་མ་འདི་ག་ལ་ཡ་བགྲོ་གླེང་དུ་སྐད་ཆ་བཤད་དུས་དེ་གསུམ་པ་ལ་ངས་གི་མི་སྒེར་གཅིག་གི་ངོ་ནས་བསམ་བློ་ག་འདྲི་ག་འདྲི་ཁུག་འདི་གི་ཆ་ཚང་ཡ་སྤུན་ཡ་བྱེད་དུས་ངས་སྐད་ཆ་དེ་བཤད་གི་ཡོད་རེད་འདུག་ཟེར། ད་དེ་ནས་འོ་དེ་གས་གས་གས་སྐུ་ཅིག་མ་བྱུང་བྱས་འདུག་ཅེས་ནས་ཐག་གཅོད་བྱས་ཨ་ནི་ཚང་མ་ཤོ་རི་རི་འདུག་འགྲོ་བཞག་པ་ཡིན་ན།

མ་འོངས་པར་འོས་བསྡུ་ཆེད་ལས་པའི་བཀའ་ལས་འོས་བསྡུ་འགན་འཛིན་གསར་བ་ཞིག་ལས་བྱེད་ནི་ཨ་ནི་ས་གནས་གཞན་པ་ཅིག་ལ་ཡ་ཨོ་དེ་ས་གནས་འདི་ལ་ཡ་ཨ་ནི་འོས་ཤོག་དེ་གྲངས་མ་གྲངས་དེ་འདྲས་དེ་འདྲས་བྱུང་སུ་ལབ་བྱས་དེ་འདྲའི་གནད་དོན་ཅིག་གིས་ལས་ནི་ཨ་ཨི་འོས་བསྡུ་ལས་ཁུངས་འགན་འཛིན་སྐབས་དུས་དུས་འགན་འཛོན་ཅིག་གིས་ཡ་ཨ་ནི་འདས་པའི་གནས་ཚུལ་ལྟར་བལ་ཡུལ་ལ་དེ་འདྲས་ཅིག་བྱུང་ཤག་བྱས་ཙང་ཨ་ནི་ཁྱེད་རང་ཚོ་ཡ་ད་རིང་ས་གནས་དེ་ལ་ཡ་འོས་ཤོག་བླུག་ཡ་ཐོབ་ཐང་ཚང་མ་འཕྲོག་གི་ཡིན་ལབ་བྱས་ར་དེ་འདྲས་ཅིག་ཡོང་སྲིད་རེད་སྲིད་མ་རེད། བྱས་ཙང། འདི་ཆ་ཚང་བསམ་བློ་བཏང་ཡས་དང་གྲོས་བསྡུར་བྱས་ཡས་གནས་སྟངས་གཅིག་རེད་འདུག། འདི་འདྲ་གཅིག་ངས་འདི་བསམ་གྱི་ཡོད་རེད། ཨ་ནི་འདི་ནས་ད། ཨོ་ཨ་ནི་འདི་ནས་ད་ད་ལྟ། འོས་བསྡུ་གི་ད་ལྟ་འདི་འོས་བསྡུ་ལས་ཁུངས་ཀྱི་ཡི་གེ་འདི་ཞེས་བཞག་པའི་ཐོག་ནས་རེད་ཨ་སྤྱི་ཡོངས་ནས་འོས་བསྡུ་འགན་འཛིན་གྱི་བཀའ་མོལ་གནང་བཞག་རྒྱུའི་ནང་ལོགས་ནས་ད། དོན་དག་གཉིས་ཡང་འགལ་ཟླ་ཆེན་པོ་ཞིག་མཐོང་སོང་འདི་ངས་དེ་རིང་མ་ཅིག་ལབ་ན་བསམས་སོང Contradiction ཆེན་པོ་ཞུ་གཉིས་ཞིག་མཐོང་སོང། འདི་ག་རེད་ལབ་པ་ན་འོས་བསྡུ་འགན་འཛིན་གྱི་ད་ཁ་སིང་འདུག་བ་ལ་ད། འདི། བེ་ཅན་རླུང་འཕྲིན་འདུག་བ་ལ་ཡིན་ས་རེད་བཅར་འདྲི་རེད་འདུག་བ་ཅིག་ལ་ད་འདི་མི་མང་པོ་ཅིག་གི་བེ་ཅན་མཐོང་ཡོད་རེད་ངས་གི་འདི་བརྗེད་སོང། ཨ་ནི་ག་རེ་གསུང་གི་འདུག་ལབ་པ་ཡིན་ན་ད་ད་རེས་འོས་བསྡུ་དེབ་སྐྱེལ་བྱེད་མཁན་མང་པོ་བྱུང་ཡོད་རེད་ཡིན་པ་ཡིན་ན་འོས་བསྡུ་ནང་ལ་མཉམ་ཞུགས་བྱེད་མཁན་འདི་ད། ཡག་པོ་ཡོང་ཡ་གལ་ཆེན་པོ་རེད་ང་ཚོས་ཀྱི་འདི་ན Participation བྱེད་པའི་ཐོག་ནས་འོས་ཤོག་བླུག་ཁག་གཅིག་ནི་འདིའི་ཐོག་ནས་རྒྱ་ནག་གཞུང་ལ་ཡང་བརྡ་ལན་ཞིག་སྤྲད་ཀྱི་རེད་ཅེས་བྱས་འདི་འདྲའི་བཀའ་མོལ་ཅིག་གསུངས་བཞག་བྱས་ཙང་བཀའ་མོལ་འདི་འདྲ་གསུངས་བཞག་ད་འདི་གནད་ཡོད་མི་སྣ་ག་ལ་ག་འཚམ་བྱས་གསུངས་བཞག་སྤྱི་ཚོགས་ནང་ལོགས་ལ་མི་མང་པོ་གིས་སྐད་ཆ་འདི་བཤད་ཀྱི་ཡོད་ར་འདི་ཁ་གཅིག་གྱུར་རེད་ཁ་ལ་ནི་དམངས་གཙོ་ལ Participation གལ་ཆེན་པོ་རེད་ལ་ཡོད་དེ་ད་ཕྱོགས་གཅིག་ནས་འོ་དུས་མི་དམངས་པར་རིས་པས་ཤིན་གལ་ཆེན་པོ་རེད་ལབ་བྱས་ནས་འོས་བསྡུ་འགན་འཛིན་རང་གི་ཞལ་ནས་བསྡུ་གསུངས་ཡོད་རེད་ཆོག་གཞན་པ་དེ་ནས་འདི་ཏག་ཏག་ལྡོག་ཆོག་ཅིག་ཨ་ནི་མི་དམངས་གཅིག་སྟོང་ཟིག་གིས་འོས་ཤོག་བླུ་ཡས་ཀྱི་ཐོབ་ཐང་འདི་ད་ད་ཕོག་བཞག་པའི་གནས་སྟངས་ཅིག་བྱུང་ཡོད་རེད་དེ་ཐད་ཀར་འགལ་ཟླ་ཅིག་མཐོང་གི་འདུག་འོས་ངེས་འདི་རེད་དེ་ནས་འགལ་ཟླ་གཞན་པ་ཅིག་གར་འདུག་ལབ་ན་འདི་ཐག་གཅོད་བཏང་བཞག་རྒྱུག་གི་དེ་ལ་ཡ་ཤུ་གུ་རྒྱབ་མདུན་བརྩིས་ནས་ཤུ་གུ་སྔགས་ཀྱི་ད་ད་ཡི་གེ་ཞིག་དུ་བ་བ་ཡི་ཆོས་འབྱུང་ས་གནས་འོས་བསྡུ་ག་རེ་ལས་རོལ་བཏང་ཞེས་དགོས། འདི་གི་ཐག་གཅོད་ཀྱི་འདི་ནང་ལོགས་ལ་ག་རེ་བྲིས་ཤག་ལ་ན་འདི་ནང་ལ་ཡང་གནད་དོན་གཅིག་ག་རེ་བྲིས་ཡོད་ལ་ན་དེ་ཡང་འགལ་ཟླ་ཡོང་ཡས་ཀྱི་གནད་དོན་གཅིག་ག་རེ་འདུག་ལབ་པ་ཡིན་ན་ད་འོས་འཕེན་པ་ཁག་གཅིག་གི་ངོས་ནས་ཨ་ནི་འོས་བསྡུ་གཅིག་ལ་ཡང་ཨ་ནི་ཕན་གནོད་འབྲེལ་བའི་ད་ངན་བྱུས་ཀྱི་འོག་ནས་ཨ་ནི་འོས་ཤོག་བེད་སྤྱོད་ལོག་པར་བཏང་ཆེད་ཨ་ནི་འོས་བསྡུ་སྤྱིའི་གྲུབ་འབྲས་ལ་ཡང་ཁ་ལོ་བསྒྱུར་དགོས་འདུག overall

མི་གང་ཞིག་ལ་ཡ། ཨ་ནི། ཨང་ཀི་བཅུ་བ་ན་ཡོད་དེ་ངེས་དེ་གི། ཁོ་ལ་ཡ་འོས་ཤོག། བལ་ཡུལ་ད་ལྟ་ཆོས་འབྱོར་ས་གནས་ནས་ཤུགས་ཆེ་ཤོས་ཐོབ་དེ་ངེས་མི་ཅིག་ཡོད་ན་ར་ཁོ་གི་བོད་བེང་དེ་འདི་ན་ཡོད་ན་ཧེ། བལ་ཡུལ་ཆོས་འབྱོར་ཡོད་ན་ད་ཁོ་ལ་ཡ་འོས་ཤོག་ར་ཡ་གི་ཐོབ་ཐང་དེ་ད་མེད་བ་ཆགས་ར་ཁོ་ག་ཅིག་དེ་བོད་བལ་ཡུལ་ཆོས་འབྱོར་འོས་ཤོག་མ་ལུག་འཛིན་པ་ཁོ་གྱོང་རག་སོང་དེ་སུ་དེ Waiting List ན་སུ་ཡོད་རེད Waiting List དེ་ཡ་འགྲོ་ཡ་གི་གནས་སྟངས་ཅིག་ཆགས་གི་འདུག་བ། ད་ག་ནང་བཞིན་ཨ་ནི།